མི་གཉིས་པ་ལ་སོང་ཡན་ད་ངས་དཔེར་བཅུ་གཅིག་གོ་འདི་བྱེད་དགོས་རོ།
ལའོ། ཨ་ནི། དཔེར་ན་མི་གཅིག་གིས་ཁྱེད་རང་ལ། གྱོད་ནོར་ལོན་རྒྱུ་མི་འདུག་རྣམ་པ་མི་འདུག་ཅེས་ལབ་པ་ཡིན་ན་དེའི་ཚིག་དེས་ཁྱེད་རང་ལ་ཕོག་དགོས་རེད་བ།
ཧཧཧ

གཞན་དོན་སྒྲིབ་པའི་ཡན་ལག་དགེ་བ་བཅུས་བསྡུས་པའི་ཚུལ། ལ་སོགས་བདག་དང་རལ་པའི་བོགས་སུ་གནང་སོ། ད་ང་ཚོ་མི་སྙན་པ་ལས་དེ་ག་ནས་འཕྲོས་རེད་ཞུས་པ་ཡིན་ན་གཞན་དོན་སྒྲུབ་པའི་ཡན་ལག་དགེ་བ་བཅུས་བསྡུས་པའི་ཚུལ་འགྲེམས་ནང་ནས་འཕྲོས་རེད་བ། ད་འདི་ལ་ང་ཚོ་ཀྱིས་དབྱེ་བ་བཅུ་རུ་ཞིག་བསྡུ་ར། འདི་མ་ཞུས་པ་ཡིན་ན། ཨ། གཏོང་བར་བཟོད་པ་དང་པོ་དེ་གཉིས་པ་དེ་སྡུག་བསྔལ་དང་ལེན་གྱི་བཟོད་པ་བྱས། གསུམ་པ་མི་སྙན་པ་བཟོད་པ་བསྒོམ་པ། བཞི་པ་འདི་སྨད་པར་བཟོད་པ་བསྒོམ་པ། ལྔ་པ་འདི་ལ་ཁྱད་གསོད་ལ་བཟོད་པ་བསྒོམ་པ། དྲུག་པ་དྲན་སེམས་ལ་བཟོད་པ། བདུན་པ་འདི་སྡུག་བསྔལ་དང་ལེན་གྱི་བཟོད་པ། འདི་བཅས་ལ་ཁེངས་དྲེགས་སྤོང་བར་བྱ། ནི་ཞེན་ཆགས་སྤོང་བ། གཏི་མུག་སྤོང་བ། ད་འདི་ཚོ། གསུམ་ནང་ནས། གསུམ་པ་འདི་རེ་དོགས་མི་སྙན་པ་བཟོད་པ་བསྒོམ་པ། ད་འདི་ནས་འཕྲོས། ནི། མི་སྙན་པ་བཟོད་པ་བསྒོམ་པ། འདི་ང་ཚོ་རྒྱལ་སྲས། ཐོགས་མེད་བཟང་པོས་ཀྱིས་མཛད་པའི་ད་ལྟ་རྒྱལ་སྲས་ལག་ལས་སྲོལ་རྒྱུན་མར་གྱི་རྩ་བའི་ཤོ་ལོ་ཀ་དེ་མ་ཞུས་པ་ཡིན་ན་འགའ་ཞིག་དག་ལ་མི་ཉན་སྣ་ཚོགས་པ། སྟོང་གསུམ་ཁྱབ་པར་སྒྲོགས་པར་བྱེད་ན་ཡང་བྱམས་པའི་སེམས་ཀྱིས་སླར་ཡང་དེ་ཉིད་ཀྱི་ཡོན་ཏན་བརྗོད་པ་རྒྱལ་སྲས་ལག་ལས་ཡིན་ལབ་འགྱུར་བ། ནི་འདི་འགྲེལ་བཤད་འདི་ག་འདྲ་འགྲེལ་བཤད་མདོར་བསྡུས་ཙམ་ཞུས་ན། རྒྱལ་ཚང་ལ་ཁྱེད་རང་གིས་ཅིག།
དེའི་སྐབས་སུ་ད་ཀྱི་སྟོང་འགའ་ཞིག་ལབ་པ་དེའི་སྐབས་སུ་ལ་ག་རེ་ཁོ་གར་སོ་དང་མི་འགའ་ཞིག་དང་མིན་ན་སོ་སོ་ལ་ག་དུས་ཡིན་ན་མི་འདུག་གི་སོ་སོ་ལ་ག་བོ་མིན་གི་དེ་ལྟ་བུ་ལ་འགའ་ཞིག་ལ་དེ་ཁོ་གི་འདོག་དེ་དེ་ལྟ་བུའི་མི་གི་སོ་སོ་ལ་ད་ཀྱི་མི་སྙན་པའི་ཚིག་ཁྱེད་རང་ལ་ཡག་པོ་མི་འདུག་ལ་སོགས་པ་དེ་དང་ཁྱེད་རང་གི་འཇོན་གི་མི་འདུག་ལ་སོགས་པ་དེ་དང་ཨ་ནི་མི་སྙན་པའི་ཚིག་སྣ་ཚོགས་པ་ཅིག་ཨ་ནི་སྟོང་སང་གི་ཁམས་ཆེན་པོ་འཇིག་རྟེན་འདི་ལ་འཆད་པ་ཡིན་ན་ཡང་དཀྲོག་པར་བྱེད་ན་ཡང་ལབ་དགོས་རོ།

པ། ཅེས་པ་སོགས་ངའི་རྣ་བར་སྙན་པོ་མེད་པའི་སྐད་ཆ་སྣ་ཚོགས་པ་སྟོང་གསུམ་ལ་དུས་འཇིག་རྟེན་ར་འཇིག་རྟེན་ལ་ཁྱབ་པར་བསྒྲགས་ལས་དེ་བཤད་ན་ཡང། ཚུར། ངན་སྨོད་བྱེད་མཁན་ལ་ཕར་ཁོང་ཁྲོ་ལངས་ཡག་དང་འཁྲུག་པ་རྒྱག་ཡག་སོགས་མི་བྱེད་པར་སླར་ཡང་དེ་གཉིས་ཀྱིས་དེ་གཉིས་ཀྱིས་ལ་དུས་ཁོ་རང་གིས་ལའོ་ར་ཁོ་རང་གི་ཡོན་ཏན་བརྗོད་པ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་ཡིན་ནོ་ཞེས་པའོ། སུ་ལ་སོགས་སོ་ཞེ་ན། ལྷ་འདིས་ང་ཚོ་དུག་བསྡུས་ནས་བཤད་པ་ཡིན་ན། མི་གཞན་པ་ཡི་ཚུལ་ལ་ཡ། སྐད་ཆ་སྙན་པོ་མ་བཤད་པ་དང་ནི། སུ་ག་ལ་ར་སློབ་སྦྱོང་ཡག་པོ་ཡོད་མ་རེད་རེ་བོ་དང་དེ་འདྲས་ཅིག་སོ་སོ་ལ་གལ་ཆེ་ད་དེ་འདྲས་རེ་བོ་ཞིག་ལབ་པ་ཡིན་ན། ཕར་ལ་ཡ་ཁྱོད་རང་གི་ཁྱོད་གླེང་མ་ལོག་པ་བྱས་ཁོང་ཁྲོ་མ་ལངས་ནས་ཨ་ནི། མི་འདི་ད་ཤེས་ཡོན་ཡག་པོ་འདུག་ད་ཡོན་ཏན་ར། ཡོན་ཏན་འདི་བརྗོད་པ་སྟེ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་ར། འདི་ནང་བཞིན་ང་ཚོས་བྱེད་དགོས་ར། ལབ་དགོས་ར། ད་སྐལ། སྐལ་བཟང་ལ་ཁྱེད་རང་ལ། དྲིའོ། ཅིག། དཔེར་ན། ད་ད་ད་ལྟ་འདི། ཁྱེད་རང་གི། མི་སྙན་པ་ལ་བཟོད་པ་སྒོམ་པ་འདི་ང་ཚོས་ཧ་གོ་དགོས་ར། འདི། ནམ་རྒྱུན་ནས་སྤྱི་བཏང་གི་ད་སོ་སོ་གི་ད་ལག་ལེན་འགྲོ་འོས་འདྲའི་བྱེད་ཡོད་པས།
ང་ད་དམིགས་བསལ། ལག་ལེན་གྱི་བྱེད་མི་རོ་བ་དེ་ཚོ་ཡིན་ནའང་བསམ་བློ་བཏང།
ལག་བསྟར་ཐུབ་ཀྱི་མི་འདུག་གང་ཡིན་ཟེར་ན་ང་ཚོ་ཚང་མ་དེ་ཉིན་མོ་དུག་སྲུང་གི་ཚུལ་དེ་འབྱོར་རོགས། དེ་བྱས་ནས་མིག་གཟེར་ཁའི་ཉམས་ལེན་འདྲ་བོ་དེ་དང་ཨ་ནི་དེའི་སྒང་ལ་ཏག་ཏག་སྐབས་དམིགས་ལ་འཁེལ་བ་དེ་འདྲས་ཡོང་གི་མི་འདུག་བཟོ་པ་གུམ་ཡག་འདྲ་བོ་དེ་དང་ཨ་ནི་མོའི་ཕ་ཇོ་དེའི་ཚེགས་མི་རྙེད་པ་ཞེས་པ་ན་སོ་སོ་མི་ཕོ་ཡག་དེ་འདྲས་ད་འདུག་ད་ཡིན་ན་ཡང་བསམ་བློ་བཏང་ཐུབ་ཀྱི་འདུག་དེ་ཡིན་ན་ཡང་ཕ་ལ་སྙིང་རྗེ་སྐྱེ་ཡག་གི་ཡོད་ར་སྙིང་རྗེ་སྐྱེ་ཁོ་ཕར་ད་དུང་མི་ཡག་བ་བྱེད་ཡག་གི་ཡོད་ར་དེ་ཡོང་གི་མི་འདུག། ཨ།
ད་བཟོ་སྐད་དོག་ལ།
ང་ཡི་ཐག་རང་རེད་ཤག་ད་ང་ཚོ་ག་ལ་ཚིག་དེ་འདྲས་ལ་དེ་གསུངས་པ་ད་འབད་བརྩོན་བྱེད་ཀྱི་ཡོད་ར་ད་ང་ཚོ་ཡི་སྦྱང་གི་ཡོད་རེད་སོ་སོ་ཡང་དེ་ལག་ལེན་བསྟར་རེས་ལ་འབད་བརྩོན་ད་བྱེད་ཀྱི་ཡོད་རེད་ཡིན་པ་ཡིན་ན་ཡང་ད་མིག་གི་ཚིག་དུག་ཅག་ཤི་ལ་བ་ད་ལམ་སང་སེམས་ན་རང་བཞིན་གྱི་ཅིག་ལེའུ་དང་འཚོ་བ་ཅིག་ད་དེ་ཁོ་ར་གའི་ས་བོན་མ་གོན་པའི་རྟགས་ར་ཕ་སྐད་ཆ་ཁ་ལེན་ལོ་ཅིག་ཕ་ལན་ཅིག་ལོག་མ་ལོག་སྐད་ཆ་གཉིས་པ་རེད་ནས་སོ་སོའི་སེམས་ནང་ལོག་ལ་དེ་འཚོ་བ་ཅིག་སླེ་ཚ་དུས་ཡང་དེ་ཡང་བ་ད་གོམས་མ་ཐུབ་པའི་རྟགས་ཅིག་རེད་བསམ་གི་འདུག་ར་སྙིང་རྗེ་གོ་མེད་ད་བོད་ཁ་པོ་རེད་ཤག་འོན་ཀྱི་རེད།

ལྷ་ལ་ལན་མ་བརྒྱག་ན་ཡག་ཤོས་རེད་འདི་བདག་རང། དེ་བྱེད་ཐུབ་ན་དངོས་གནས་ཁ་ལོ་རེད། གཅིག་ནམ་རྒྱུད་ཀྱི་གཅིག་རྩེད་ཤོར་ར་འགྲོ་དང་དེ་འདྲས་བྱོས་ར། དེ་ཡང་ཉུང་དུ་འགྲོ་འདུག་ད་ང་ཡི་བདག་རང་ད་འདི་སྦྱངས་ནས་སུ་སུ་ལ་ཡང་ཤེས་ཡོན་གསར་བ་ཅིག་ག་རེ་ར་ལ་ན་དཔེ་ན་སུ་སུ་ལ་དཔེ་ན་ཨ་མོ་ད་འདི་མི་འདུག་འགྲོ་རྫུན་མ་ཤེས་ཀྱི་འདུག་འགྲོ་ལ་ཤ་ན་ཕག་གཅིག་ཡང་ལབ་ཀྱི་མེད་དེ་འདྲས་སུ་སུ་གི་ཡང་ག་ལེ་ག་ལེ་བྱས་ནས་དེ་འདྲས་ཐབས་ཤེས་ཏོག་ཙམ་ཞིག་བཏང་གི་ཡོད།

བདག་ནི་དྲིན་གྱི་ཐ་མ་ལྟར། བོན་རྣམས་ཀུན་ལ་སྐྱོ་བར་གྱིས། འདི། འདྲེ་བཞི་འདི། དགེ་ཚང་ལ། རང་གི། དེ།
ག་རེ་ལབ་དགོས་ས་རེད་ལབ་སོང་བ་ནི་གཞན་གྱིས་ལབ་དུས་ན་སོ་སོ་མ་ཡིན་པའི་གི་ཨ་ནི་མི་གཞན་ལབ་དགོས་རོ། ཨོ་གཞན་གྱིས་གྲགས་པ་ལབ་དུས་ད་མཚན་དང་སྙན་གྲགས་དེ་འདྲས་ལ་གྲགས་པ་ལབ་དགོས་རོ།

དེ་འདྲའི་ཅི་ཡིན་དུས་ཨ་ནི་དོན་དག་རྣམས་ཀུན་ལ། མི་ཡིན་མིན་དེ་ཚོ་ལ་བག་བེད་ཅུག་ཤེས་རྒྱུ་ཡང་འདྲ་བོ། འོ་དེ་ལ་གཙོ་བོ་དེ་ད་ལྟ་གང་འདྲི་བ་གར་ཆག་གོ་རེད་ཟེར་བ་ཡིན་ན། མི་གཅིག་གིས་ཁྱེད་རང་ལ་ཨ་ནི། ཁྱེད་རང་གི་གྲགས་པ། ཨ་ནི་ཅིག་མ། མཚན་དང་སྙན་གྲགས་དེ་ཚོ། ཨ་ནི་འདི་ཤེས་རྒྱུ་ཡང་མེད། སྐད་གྲགས་ཆག་རྒྱུ་མེད་པ་ཡིན་ན་དེ་ཁོང་ཁྲོ་ཟ་དགོས་ཡ་གི་ཡོད་མ་རེད། ཁྱེད་རང་གི་གྲགས་པ་དེ་མ་རེམ་གྱི་ཟེར་གྱི་ནོན་འགྲོ་གི་ཡོད་ནའང་ག་ཡོད་མ་རེད། སོ་སོའི་བྲན་གཡོག་དང་མཐའ་མ་ལྟ་བུ་ཅིག་བརྩིགས་འོང་ན་ག་ཡོད་མ་རེད། ཡིན་ནའང་གཙོ་བོ་དེ་དོན་དག། དོན་དག་དེ་ཚང་མ་འགྲོབ་སོང་བ་ཡིན་ན་དེ་བེད་སྤྱུགས་བྱེད་ཤུལ་རེད་ལབ་དགོས། ཨམ། དེ་ལྟ་བུ་ཅིག། ལགས་སོ་ལགས་སོ།
དེ་བྱས་ན། ཨ་ནི། ད། དྲི་བ་ཡོད་ན།

ལན་མ་རྒྱག་ན་ཡང་ཡག་ཤོས་རེད། གཅིག་ཡང་ཚུར་ལ་ན་ཡང་ཕར་ལ་དེ་འདྲའི་འཁྲུག་པོ་ཆེན་པོ་བྱས་ཡོད་དོ། བྱས་ཙང་ཡང་གལ་ཏེ་ཚུར་ལ་ད་ག་རེ་ལ་བ་ཡིན་ནའི་ནག་པོ་ག་རེ་ལ་ན་ཡ་མེད་དང་སྐད་ཆ་མ་ཤེས་དེ་འདྲ་བྱས་ན་རང་ཡག་ཤོས་རེད། འོ་འཁྲུག་དེ་པ་ཡང་ཆེ་དེ་འདྲ་འདྲ་ཡོད་དོ། རེད་རེད་དེ་འདྲའི་བྱས་བ་ཡིན་ན་ཡང་འཁྲུག་པ་མི་ཡོང་བ་དང་མི་ཕ་རོལ་བ་ལ་མི་ཕོག་ཡ་ཕན་གི་རོ། ལའོ་ལའོ། ཡིན་ནའང་མི་ཞིག་གིས་ད་ཁྱེད་རང་ལ་ཚེ་ངེས་པ་ལ་སོན་ན་སོ་སོའི་སེམས་ན་ཕོག་གི་རོ།